རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ལས་བྱེད་པ་ང་ཚོ་ཚོགས་མི་ཚང་མ་ལོགས་ཀྱི་ཚབ་ཞུས་བྱས་ནས་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དང་པོ་ངས་ཡང་ཁོང་སྲིད་སྐྱོང་ནས་ཡང་དེའི་མཛད་སྒོ་དུ་ད་ལྟ་ཁྲིམས་འཆར་དེ་བོད་རྒྱ་དཀའ་རྙོག་སེལ་བའི་ཁྲིམས་འཆར་དེ་དུ། ཐོན་པའི་གི་དགའ་སྟོན་གི་མཛད་སྒོ་ཞིག་བྱེད་ཀྱི་འདུག་ཨ་ནི་རྣམ་རྒྱལ་ལ་སྐུ་ངོ་དོན་གཅོད་ཕིག་ཡོད་རེད་ཨ་ནི་ཁྱེད་ཚོ་ལས་ཀ་མཉམ་དུ་བྱས་པ་རེད་དཀའ་ལས་མཉམ་དུ་རྒྱབ་རེད་ཡོང་ཐུབ་ན་ཡག་པོ་འདུག་ཨ་ཀ་གནང་གི་འདུག་ཨ་ནི་དང་པོ་ད་ཡང་ཡག་ཅིག་མ་ཅིག་ག་རེ་ཡིན་ནས་བསམ་བློ་ཅིག་བཏང་དུས་བརྩམས་པ་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གིས་ལས་ཀ་བྱེད་ཡ་དེ

ད་ད་རེས་ཏི་སྐད་ཅིག་མ་བང་རིམ་དང་འདོད་ཚུལ་ཏི་རིང་བཞི་བཤད་ཅེས་མཆན་ཁ་ནང་དུ་ང་ནམ་རྒྱུན་ནས་ཡང་སྐད་ཅིག་མ་རིང་པོ་བཤད་མ་ཐུབ་ནས་དེ་ཡིན་ཨ་ངས་འགྲེལ་བརྗོད་གང་ཐུབ་ཐུབ་ཞུ་ང་རང་ཡང་ཆུང་དུས་ནས་ལས་ཀ་བྱས་ཏེ་ངས་འདི་མ་གཏོགས་ཡང་སྐད་ཅིག་སྙན་པོ་རིང་པོ་འདི་ལྟར་བཤད་དུས་འདི་མེད་གོམས་གཤིས་འདི་ཡིན་ནས་ངས་དང་པོ་འདི་ཞུས་ན་བསམ་བྱུང། ཁྲིམས་འཆར་འདི་གཅིག་ང་ཚོས་ལྟ་སྟངས་ག་འདྲས་བལྟ་ཡོད་རེད་ཟེར་ན། ཁྲིམས་འཆར་འདི་ཨ་རི་གི་བོད་དོན་གྱི་སྲིད་བྱུས་འདི་ཟིམ་ཡག་གང་དེ་ལ་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་འདི་ཨ་ནི་རྡ་རམ་ས་ལ་གཞུང་ཉོབ་མདོ་ཐག་ཉེ་པོ་ཆེ་བྱས་ནས་ལས་ཀ་བྱེད་ཐུབ་ཡག་ཅིག་གི་ཚོགས་པ་ཅིག་གཙུག་ཡག་དགོངས་པ་འདི་རྒྱག་རོམ་ཆེ་ཞེས་བྱས་ནས་ཨན་བརྒྱད་ཅུ་དེབ་བརྒྱད་ལོ་ལ་ཚོགས་པ་དེ་བསྡུས། དེའི་སྐབས་སུ་དེ་ལ་དང་པོ་འགན་འཛིན་ཁྲི་ཟུར་སྐུ་ངོས་བསྟན་འཛིན་བཀྲས་མཐོང་ལགས་བཞེས། ཨན་དེ་ནས་དེའི་སྐབས་སུ་དེ་ཕྱི་དྲིལ་བཀའ་བློན་རྒྱ་རི་རིན་པོ་ཆེས་བྱས། ཨན་དེ་ནས་སྐུ་ངོ་བཀྲས་མཐོང་ལགས་ཕ། རྒྱ་གར་ལ་བཀའ་བློན་ཁྲི་པ་ནང་ཁ་ཕེབས་དུས་དེ་ནས་རྒྱ་རིན་པོ་ཆེས་ཞེས་བྱས་ནས་ཁོང་རྣམ་པ་ཚོས་ཀྱིས་ཨ་རིའི་སྐུ་འདུས་ཆུ་རྣམ་པའི་ཞུ་བོ་རྒྱའུ་རིན་པོ་ཆེ་ལ་རྒྱབ་སྐྱོར་ཞུས་ནས་ཨ་རིའི་གྲོས་ཚོགས་ནང་ལོགས་ནས་ཤུགས་ཆེན་པོ་བྱེད་སྲིད་དུས་འདི་བེད་སྤྱོད་བཏང་བྱས་ནས་ཨ་རིའི་སྲིད་ཇུས་གཏིང་ཟབ་པ་ག་འདྲ་བསྟན་ཡག་གི་འོས་ཆེ་ཆེན་ལས་ཀ་འདི་ད་ག་རང། ཨ་རིའི་ནང་ལོ་ལ་བཅུ་སྒོར་མན་པ་མིང་གོང་ར་ནས International Campaign for Tibet ལབ་དུས་ཙམ་པ་འཛམ་བུ་གླིང་ནང་ལོ་ལ་བྱེད་ཐུ་ཡག་ཅིག་ཨ་རི་ལ་བཙུ་ཡིན་ནའི་དམིགས་ཡུལ་དེ་འཛམ་བུ་གླིང་ནང་ལོ་ལ་ཨ་ནི་བྷི་གའི་མི་མང་ལུང་པ་དེ་མི་མང་བེད་སྙོམ་འདོག་གིས་ཨ་ནི་བོད་དོན་གང་བདེ་རྒྱབ་སྐྱོར།

ལས་ཁུངས་གཅིག་དམིགས་བསལ་གྱི་ས་མིག་གཅིག Special Coordinator for Tibet ཅེས་བྱ་ནི་ས་མིག་དེ་གྱིས་བྱས་ནས་ཨན་དྷི་ཡི་ཞབས་བཀྱག་བརྒྱུད་ཟིན་ཉན་གྱི་མི་སྣ་དེ་ཨན་བོད་རྒྱ་དཀའ་རྙོག་བསལ་ཡག་གི་འགན་དེ་གྱིས་བྱས་ནས་ཨ་རི་གི་ཨ་རི་ཨ་རི་དང་རྒྱ་ནག་གཞུང་གི་པར་རུ་འབྲེལ་བ་སྡིངས་ཆ་འདྲ་མ་འདྲ་གར་ཡོད་པ་འདུ་འཛོལ་སྒང་དེ་གྲོས་མོལ་ཡོང་དུས་བརྩམས་པ། ཨ་འདིའི་སྐབས་སུ་དེ་ལ་བོད་དོན་སྒང་དེ་ལ་ཨ་ནི་བོད་དོན་དཀའ་རྙོག་དེ་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་སྒང་དེ་ཨ་ནི་འབད་བརྩོན་བྱེད་ཡག་གི Dialogue Process སྒང་དེ་ཤུགས་རྒྱབ་ཡག་བྱེད་བཞིན་འདུག་གི་ཡོད་ཅེས་ཉིས་སྟོང་གཉིས་ལ་ཁྲིམས་འཆར་དེ་ཐོན་པ་རེད། ཡིན་ནའི་ཁྲིམས་འཆར་དེ་བསྡུ་ཨ་རིའི་གི་གྲོས་ཚོགས་ཀྱི་ལས་ཀ་འགྲོ་སྟངས་ཀྱི་གཞི་བཟུང་བྱས་བྱས་ནི་ཨན་ཁྲིམས་འཆར་འདི་ཁོ་ལོ་ག་ཅིག་ཐོན་ཐུབ་ཡོང་མ་རེད་ཡིན་ནའི་ཁྲིམས་མང་པོ་ཉོབ་འདོག་བྱས་བྱས་ནི་ཨནི་ཁོ་དུ་ཐོན་ཐུབ་རེད་དེའི་རྗེས་ཏེ། ཉིས་སྟོང་བཅུ་གཅིག་ཉིས་སྟོང་བཅུ་གཅིག་ནས་རྒྱ་རོམ་བྱས། དུ་ཆབ་སྲིད་ཀྱི་དབང། མི་དམངས་ཀྱི་འོས་བསྡུ་བྱས་པའི་ཀྱི་སྲིད་སྐྱོང་ལ་དུ་གནང་ཡག་གི་དགོངས་པ་འདི་ཆ་ཚང་བཞེས་དུས་བརྩམས་པ་ཨང། འདིའི་སྐབས་འདི་ནས་ང་ཚོ་ཁྲིམས་འཆར་འདི་གང་དེ་ལ་ལྟ། བོད་པའི་ཆབ་སྲིད་བཙན་བྱོལ་ནང་ལོ་འགྱུར་བ་མང་པོ་ཕྱིན་པ་འདི་ཚོ་ཚང་མ་ལོ་འདི་པོ་ལ་ཐོན་ཐུབ་དུ་བྱེད་ཆེད་ནི་ཉིས་སྟོང་ཉི་ཤུ་ལ་ཁྲིམས་འཆར་འདི་ལ་ཁ་སྣོན་ཅིག་བྱུང་བ་རེད། ཉིས་སྟོང་ནུས་ཤུགས་ཀྱི་ཁྲིམས་འཆར་ཁ་སྣོན་འདི་བུ་སྟེ། འདིའི་སྐབས་སུ་གྱི་ཆབ་སྲིད། བོད་མིའི་བཙན་བྱོལ་ནང་ལོགས་ལ་ཨ་ནི་བོད་མི་འུ་བསྡུ་བྱེད་པའི་གྱི་ཨ་ནི་འགན་འཛིན་ཡ་ཧུ་ཤ་གནང་ཡོད་པ་དག་ན་བཞིན་ཨ་ནི་རྒྱའོ་རུང་ཆེན་གྱི་ཨ་ནི་ཡང་སྲིད་ཀྱི་གནད་དོན་གང་དེ་ལ་རྒྱ་ནག་གཞུང་གིས་ཐད་གཅོད་བྱས་པ་ར་ཇི་ཡིན་ན།

འཛམ་བུ་ལིའི་ནང་ལོགས་ལ་རྒྱུ་བོ་མང་པོ་མཆིས། ཨ་རིའི་ནང་ལོགས་ལས་རྒྱ་ནག་ཉམས་རྟོགས་ཀྱི་འབྲེལ་བ་དང་འདུ་འཛོལ་གྱི་ལྟ་བསམ་བློ་བཏང་སྟངས་འདི་ཁ་ཕྱོགས་འདུ་འཛོ་ཏེ་འགྱུར་བའི་དུས་ཚོད་གླེ་ཡག་འདི་གང་དེ་ཨན་བོད་དོན་གང་དེ་ཤུགས་རྒྱབ་ཡག་ལྟ་འདི་གང་དེ་ཁྲིམས་ཡག་རོ་བཏང་ཡག་ག་རེ་བྱེད་ཡག་དུ་བས། ཞེས་འདི་ཚགས་པར་ཨང་ད་ལྟ་བཀའ་ཤག་གསར་པ་ཕེབས་དུས་བཀའ་ཤག་གསར་པའི་གི་དགོངས་པ་དེ་ནས་ཡང། བོད་རྒྱ་འབྲེལ་མོལ་ཤུགས་རྒྱབ་ཡ་དང་གྲོས་མོལ་གྱི་རྒྱབ་ལོག་དེ་བོད་དོན་གྱི་རྒྱལ་རབས་ལོ་རྒྱུས་སྒར་ནས་བོད་དེ་ལུང་པ་ཐ་དད་ཡིན་པ་རྒྱ་ནག་དང་ཐ་དད་ཡིན་པ་འདུས་ཚུབ་གསལ་པོ་ཆགས་ཐུབ་ཡག་གི་ལང་ཁ་གང་དེ་ལ་ང་ཚོ་ཁྲིམས་ཐོག་ནས་ག་རེ་བྱེད་ཡག་གི་རེད་འདུག་ཐབས་ཇུས་སྟེང་བྱས་ནས་འགྲོ་དུས་ཁྲིམས་འདི་འདུག་བྱས་བྱས་ནས་ཁྲིམས་འདི་སླེབས་རེད་འདི་གང་དེ་ཁྲིམས་འདི་སླེབས་དུས་ཙམ་པ། འདི་ད་ལྟ་ད་ང་རྒྱལ་སྤྱིའི་ལས་དོན་ལས་བོད་དོན་ལས་འགུལ་ཁང་ལ་ལས་ཀ་བྱས་ནས་ལོ་བཅོ་ལྔ་ཟིག་འགྲུག་འདུག་ང་དང་པོ་སླེབས་པའི་དུས་ཚོད་དང་ད་ལྟ་བརྩིས་ན། ཁྲིམས་འཆར་འདི་འདྲས་འདྲ་པོ་ཅིག་རྙེད་མ་དང་པོ་དུ་བ་ད་ཁྱོད་འགྲོ་ས་གོ་རེ་ཡོད་མ་རེད། ད་ལྟའི་རྩིས་གཞི་དེ་ལ་ཨ་ནི་འདིའི་གོ་སྐབས་འདི་ཆགས་རྗེས་ནས་ཨ་ཁྲིམས་འཆར་འདི་འདྲས་བཏོན་པ་རེད། བཅའ་སྟོན་ལས་ད་མདོ་ཁྲིམས་འཆར་འདི་བུ་དེ་སྟེ་གནད་དོན་དང་པོ་འདི་ག་རེ་ཆེ་བོ་རེད་ཟེར་ན་མིང་ཁོ་ར་ནས་བོད་རྒྱ་དཀའ་རྙོག་བོད་དང་རྒྱ་གི་དབར་ལ་དཀའ་རྙོག་ཐག་མ་ཆད་པ་ཅིག་ཡོད་རེད་ལབ་ཡ་འདི་རྒྱ་ནག་གཞུང་གི་བོད་ལ་དཀའ་ངལ་ཡོང་མ་རེད་སྐྱེས་བུ་ཅན་འདས་རེད་བོད་ཀྱི་གནའ་སྔ་མོ་ནས་ཨ་ནི་རྒྱ་ནག་གི་ཆ་ཤས་རེད་འདི་འཛམ་བུ་གླིང་ཇུས་གཏོགས་བྱས་ཡོད་ཡོག་མ་རེད་ཟེར་ཡ་འདི་གདོག་ལེན་བྱས་ཡོག་པ་བོད་རྒྱའི་དབར་ལ་དཀའ་རྙོག་ཡོག་རེད་ཁྲིམས་འཆར་གྱི་མིང་འཁོར་ནས་འདི་བྱས་ཡོག་རེད། གཉིས་པ་འདི་ཁྲིམས་འཆར་འདིའི་ནང་ལོག་དེ་ག་རེ་གསལ་ཡོག་རེད་ཟེར་ན་ཨ་ནི་བོད་རྒྱ་གྲོས་མོལ་བོད་རྒྱ་དཀའ་རྙོག་བསལ་ཡག་ལ་གྲོས་མོལ་ཡོང་ཡག་དུས་དེ་རྒྱ་ནག་གཞུང་གི་རྟག་པ་ཨ་ནི་འདི་བྱས་ཡོག་རེད།

རེད། ལབ་ཡ་འདི་ཡོད་རེད། དེ་ནས་གསུམ་པ་གཅིག་གར་ཡོད་རེད་ཟེར་ན་ཁྲིམས་འཆར་འདིའི་ནང་ལོགས་དེ་ལ་བོད་པ་ཟེར་དུས་རྩམ་པ་ག་འདྲའི་ཇི་ཡིན་པ་འགྲེལ་བཤད་རྒྱབ་ཡོད་རེད་འདི་བུ་དེ་བོད་པ་ཚོ་རྒྱལ་སྤྱིའི་ཁྲིམས་ཀྱི་འོག་ལ་རང་ཐག་རང་གཅོད་ཀྱི་ཐོབ་ཐང་སླད་ཐུ་ཡག་གི་སོ་སོའི་ཆོས་རིག་གཞུང་སྐད་ཡིག་མི་རིགས་མ་འདྲ་གཅིག་གི་ཡིན་པ་གི་གནས་སྟངས་འདི་ཚུགས་ཚང་ཡོད་རེད་ཟེར་ཡ་འདི་འདི་བུ་རེད།

འདི་འདི་བུ་དེ་ཡོད་རེད། བྱིས་དུས་རྩམ་པ་བྱས་སང་ཁྲིམས་འཆར་འདིས་ང་ཚོའི་ཚང་མ་ལོག་གི་ཤུགས་ཆེན་པོ་འདི་འདྲས་ཅིག་སྟོན་ཐུབ་ད་རེད་དང་པོ་སྟོན་ཁྲིམས་འཆར་འདི་སྟོན་པ་མ་གཏོགས་འདི་འདི་འདྲས་འགྲོ་ཐུབ་རེད་བསམ་ཡག་གི་ད་རེ་བ་རེ་བ་ཞིག་བྱས་པ་མ་གཏོགས་དངོས་གནས་འགྲོ་ཐུབ་རེད་ཁག་པོ་ཞུ་རེད་ག་ཁྱེད་ནི་ཨ་རིའི་ཆབ་སྲིད་ནང་ལོག་ལ་ད་ལྟ་འཁྲུག་པོ་ཞུ་ཞོར་བ། འཁྲུག་ཆ་འདི་བུ་དེ་ད་ལྟ་ཀོང་བོ་འདི་རྣམ་རྒྱལ་ལ་བཀའ་གནང་སོང་ཨ་ཁྲིམས་འཆར་འདི་ད་ཁྲིམས་འཆར་དུས་བརྩམས་པ་ཁྲིམས་འདི་བརྒྱ་དང་བཅོ་བརྒྱད dash seventy ལབ་རེ་བ Congress བརྒྱ་དང་བཅོ་བརྒྱད་ད་ལྟའི་ཀོང་རེས་འདི་གི་ཁྲིམས་ལོ་གཉིས་ནང་ལོག་ལ་བདུན་ཅུ་མ་གཏོགས་དོན་ཐུག་ཡོག་མ་རེད་འདི་བྱེད་དུས་བརྩམས་པ Zegas གི་ཁྲིམས་ཡ Congress མན་མ་དོན་ཡག་དཀའ་ལས་ཁག་པོ་དུས་ཚོད་གཅིག་ལ་ཁྲིམས་འཆར་འདི་འདོན་ཐུབ་པ་འདི་དངོས་གནས་ངས་བསམ་དུས་སྡི་གཟ་གི་མི་ཚང་མ་ལོག་གི་ཕྱར་གྲུ་མཉམ་འདེགས་བྱེད་ཆེད་ནས་ལས་ཀ་བྱེད་པ་འདི་གི་བྱུང་པ་མ་གཏོགས་འདི་འདྲའི་དུས་ཚོད་ལ་པའི་དཀའ་ལས་ཁག་པོ་རེད། འདི་བུ་དེ་ནས་ལས་ཀ་གར་སོ་ཞུགས་རེད་ད། དགོངས་ཞུ་ནན་ཁུང་སྲིད་སྐྱོང་དང་ནས་བྱེད་བྱེད་ནས་ནི་ཨ་རི་དོན་གཅོད་ག་དུས་ཡིན་ནའི་ང་ཚོ་སྙོམས་འདོགས་ཀྱི་ཕྱག་ལས་ན་ད་ག་ནང་བཞིན་ཨ་རི་ནང་ལོག་ཡོད་ནའི་མི་མང་རུ་བ་བོད་དོན་རྒྱབ་སྐྱོར་བྱེད་ནའི་ང་རྒྱལ་སྤྱི་བོད་དོན་ལས་འགུལ་ཁང་གི་ཚོགས་མི་ད་ག་ནང་བཞིན་ད་སློབ་ཕྲུག་གཞོན་སྐྱེས་བོད་རང་བཙན་སློབ་ཕྲུག་ཚོགས་པ་ལ་སོགས་པ་ཚོགས་པ་མང་ཚང་མ་ལོག་གི་ཅིག། སུའི་མིང་ཁྱི་མ་ཁྱི་མེད་པ། སུས་འདི་བྱེད་ཀྱི་འདུག་བྱེད་ཀྱི་མི་འདུག་འདི་འདྲའི་སྐད་ཆ་གྱེས་གྱེས་མེད་པ། ཚང་མ་དགའ་པོའི་ཐོག་ནས་སྙོམས་མདོག་ཀླད་བྱས་ནས་ཨ་ནི་འདིའི་སྒང་དེ་ལ་ལས་ཀ་བྱེད་ཐུབ་པར་བ་དང་ན་བཞིན་ང་ཚོ་གྲོས་ཚོགས་འཐུས་མི་རྒྱབ་སྐྱོར་གནང་ཉེན་འདུག་ཚུལ་གྱིས་དངོས་གནས་བོད་པའི་མགོ་ཡག་འདི་ག་རེ་རེད། ཁྲིམས་འཆར་འདི་སྟོན་ཁར་འགྲོ་ཡག་གི་ལང་ཀ་གང་འགྲོ་དུས་ཙམ་པ་གྲོས་ཚོགས་འཐུས་མི་ཚོས་ག་རེ་ང་དགའ་གནང་འདུག་ཟེར་ན། ཁྲིམས་འཆར་འདི་ཁྱེད་འོས་འདུས་བརྩམས་པ་འདི་བོད་མིའི་སྒྲིག་འཛུགས་ཀྱི་མགོ་ཡག་གི་ཁྲིམས་འཆར་རེད་བས། བོད་མིའི་སྒྲིག་འཛུགས་ཀྱི་མགོ་ཡག་གི་ཁྲིམས་འཆར་ཡིན་ན་ཨ་འདི་གང་དེ་ད་ང་ཚོ་ཚང་མ་ཤུགས་རྒྱག་དགོས། ཨ་ཁ་སང་གྲོས་ཚོགས་འཐུས་མི་གྲོས་ཚོགས་འཐུས་མི་གི Delegation ཅིག་རྡ་རམ་ས་ལ་ཆུ་ནང་འབར་བ། འདིའི་སྐབས་སུ་དེ་ཡན་ཁོ་ན་ཚོའི་འདི་ཁྲིམས་འཆར་འདི་ག་ལ་ཤུགས་རྒྱོ་ཉེན་མང་པོ་ཡོད་རེད་ཁོ་ན་ཚོའི་གས་བོད་བལ་གྱི་གནད་དོན་འདི་ག་འདི་ལ་ང་ཚོ་རྒྱབ་སྐྱོ་འདི Unwavering ཡིན་བེད་འགྱུར་བ་མེད་བེད་ཀྱི་རྒྱབ་སྐྱོ་ཡིན་ཁྱང་ཚོ་དང་མཉོམ་དོ་ཡོད་ཞེས་ཅན་ཤུགས་ཆེན་པོ་ཞུ་གསུང་གི་འདུག་བྱས་ཙང། བརྒྱུད་རིམ་འདི་འདྲའི་གཅིག་གིས་གཅིག་དུས་ཚོད་ནང་ལོགས་ལ་ཁྲིམས་འཆར་འདི་འདུས་བྱས་བྱས་ནས་ཐོན་ཐུབ་པ་འདི་ད་དངོས་གནས་ང་ཚོ་ང་ཚོ་ཚང་མ་ལོགས་ཀྱི་འདི་འཇུས་བྱས་ནས་དོན་དུ་ང་རང་ཚོ་སེམས་ཤུགས་བསྐྱེད་བྱས་ནས་སྙོམས་འདོགས་ཀྱི་ནུས་པ་ཤུགས་ཆེ་རུ་སྤེལ་ཡག་གི་དུས་ཚོད་རེད་བསམ་གི་འདུག་ད་འདི་ཡག་པོ་ཞུ་བྱུང་སོང་ཨ་ནི་ང་ཚོ་འདི་གའི་འདུག་བྱེད་ཅན་འཛོམས་བྱས་ནས་འདི་ཐོན་དཔལ་གྱི་དགའ་བོ་སྤྲོ་སྤྲོ་འདི་བྱས་པ་དང་སྙོམས་མདོ་དོ་མདོ་ལས་འགུལ་ཤུགས་ཆེ་རུ་སྤེལ་ཡག་གི་དུས་ཚོད་ཆགས་བསྡད་ཡོད་རེད་ཁ་ཆེ་ད་ལྟ་དེ་རྣམ་པ་ཚོ་ཕྱི་ལོག་དེ་ལ་ཁྲིམས་འཆར་དེ་ཨ་ནི་ཐོན་པ་ཨ་ནི་ཐུགས་ཆེ་གནང་སའི་རྒྱབ་ས་བཞག་གནང་དང་འདི་ཡིན་དུས་བསམ་པ་གྲོས་ཚོགས་འཐུས་མི་ད་ལྟ་རྣམ་པ་གཙོས་ཀྱི་འཐུས་མི་འདི་ཚོ་ཁྱང་ཚོས་འདི་འདྲ་གནང་སོང་ཐུགས་ཆེ་གནང་སླབ་ཆེན་ང་ཚོའི་འབྲེལ་བ་འདི་ཡག་རུ་གཏང་ཡག་དུས་ཚོད་རེད་ཁ་སང་ང་ཚོ་སྐུ་ངོས་སྲིད་སྐྱོང་ཕི་ཀའི་སྒྲིག་སྲིད་ལ་ཆུ་ནང་འདུས་བསམ་པ་ཡག་དུས་ཚོད་ཧོབ་ལྟ་གོབ་ལྟ་ཆུ་ནང་ཡང་ཆགས་པ་རེད། གནང་གི་ཡིན་སྲིད་དཀའ་ན་འདུས་རྩམ་པ་ཨན་ཧོང་ལམ་རྒྱ་ལགས་དང་ང་ཚོ་གྲོས་བསྡུར་བྱས་རྗེས་ད་འདི་སྐབས་སུ་ལ་ང་ཚོ་ད་ཐོ་ཆེད་ཀྱི་མཛད་སྒོ་ཆུང་ཆུང་ཞིག་བྱེད་ཐུབ་ན་ཡག་པོ་འདུག་ཞེས་བྱས་ནས་ང་ཚོ་མཛད་སྒོ། ཞིན་ཕ་ཁེན་གྲོས་ཚོགས་ཀྱི་འཐུས་མི་ཚོ་ཕྱག་ལས་མང་པོ་ཡོད་རེད་ཞིན་ཕ་ཁེན་མེད་ནས་ཚང་མ་ལོག་ལ་ཨ་ནི་ང་ཚོ་ཐུགས་རྗེ་གནང་ལབ་ཡག་གི་ད་ཅི་བཏང་ཐུག་རེད་ཨ་ང་ཚོ། ལས་བྱེད་པ་ཉུག་ཉུག་རེ་ཡིན་ནས་ཧུ་རུག་བུ་རུག་གི་གནམ་ས་ཕེ་ཁའི་མཛད་སྒོ་ཆོས་བརྒྱུད་ཀྱི་གྲོས་ཚོགས་ཀྱི་ནང་ལོགས་ལ་ཐབས་ཤེས་བཏང་ཨ་འདི་འཐུས་མི་ཚོ་དེ་འདྲས་ཞུས་ཨ་འདིའི་སྐབས་སུ་དེ་ལ་ང་ཚོ་གྲོས་ཚོགས་གོང་མའི་འཐུས་མི་ཚོ་འདིའི་སྐབས་སུ་དེ་བས་ཁོང་ཚོ་ཚོགས་འདུ་གལ་ཆེན་པོ་དེ་འདྲས་ཚོགས་བསྡད་ཡོད་ཁྱོད་བཅག་ཐུག་མི་འདུག་ཡིན་ནས་ང་ཚོ་རྒྱབ་སྐྱོར་ཡོད་ཟེར་བྱས་བྱས་འདུག་ལན་བཏང་གནང་འདུག་གྲོས་ཚོགས་འོག་མ། ལྕམ་ནན་སི་པི་ལོ་སི། ང་གནམ་གྲུ་རྒྱུག་གི་ཡོད་ཡིན་ནའི་ང་ཁྱུགས་ཅིག་ཡོང་ཐུབ་པ་བྱེད་ཀྱི་ཡིན་ཟེར་བྱས་བྱས་ནས་ནི་བཅར་གནང་སོང། ད་ནང་བཞིན་ཁྲིམས་འཆར་དེ་གྲོས་ཚོགས་འོག་མ་བཏོན་གནང་ནས་གཙོ་བོ་ཨ་ནི Congressman Jim McGovern དང་ཨ་ནི་ཕྱི་སྲིད་ལྷན་ཚོགས་ཀྱི་གྲོས་ཚོགས་འོག་མའི་ཕྱི་སྲིད་ལྷན་ཚོགས་ཀྱི་ཚོགས་གཙོ Congressman Michael McCaul ཁོ་རང་གཉིས་བཅར་ལོ་ཕེབས། ཁོ་རང་གཉིས་གསུང་དུ་ང་ཚོ་གྲོས་ཚོགས་ནང་ལོགས་ལ་གྲོས་ཚོགས་འཐུས་མི་དེ་ཚོ་ལ་སོ་སོའི་ཁྲིམས་འཆར་དེ་ཚོ་ཐོན་ཡ་འདི་ཁོ་ཚོ་ལ་གལ་ཁ་ཆེ་ཤོས་རེད། ཁྲིམས་འཆར་ཐོན་མགོ་སྒུག་ཡོད་བཏོན་པ་དེ་ཚོ་ཚང་མ་ང་ཚོ་འདི་བྱས་ཡིན་སླབ་ཅན་ཁོ་རང་ཚོ་འདི་ཁོ་རང་ཚོ་ལས་གལ་ཁ་ཆེ་གི་ཡོད་དུས་ཙམ་པ་ཁོ་རང་གཉིས་ཀས་ཕེབས་ནས་ང་ཚོ་ད་རེས་མཉམ་འདོགས་ཀྱི་ལས་ཀ་བྱེད་ཐུབ་པ་འདི་བེད་ཧ་ལས་པ་འདི་བྱུང་སོང་ཨ་ནི་བེད།

ཨན་ཁོང་ཚོ་དོན་མཉམ་འདོགས་བྱེད་དུས་ཙམ་པ་ཐོན་མི་ཚུར་ཅོག་པུ་ཆེ་ཆེ་ནས་བཞུ། ཨན་ཕི་ཀའི་དེ་ག་རེད་དཀའ་ལབ་གནང་དུས་ཙམ་པའི་མཱི་ཀ་མཱ་ཀོལ་རེད་ཅེ་ན་དེ་ངས་ལ་བོད་དོན་ཁག་ལ་ཞི་ཆ་ཁིང་མ་རེད་ཁྲིམས་འཆར་དེ་དང་པོ་བཏོན་གནང་དུས་ཙམ་པ་ཁོ་རང་གི་ལས་བྱེད་པ་གཅིག་ཡོད་རེད་དེ་ལས་བྱེད་པ་དེ་སྙེ་མ་ནས་ང་ཚོ་འབྲེལ་བ་ཡོད་པའི་ལས་བྱེད་པ་གཅིག་ཡོད་རེད་དེ་བརྒྱུད་བྱས་ནས་ཨ་ནི། སྐུ་ངོ་སྲིད་སྐྱོང་དང་རུ་ཆ་རྒྱལ། མཇལ་འཕྲད་བྱུང་བ་རེད། མཇལ་འཕྲད་བྱུང་དུས་ཙམ་པ་ཨ་ནི་ཁོ་རང་འདི་གི་རྗེས་རྗེས་བྱས་ནས་ངས་རྒྱབ་སྐྱོར་བྱེད་དགོས་ཟེར་བྱས་ནས་ཨ་ནི་ཁོ་རང་དུས་གསར་པ་རེད་ཁྲིམས་འཆར་འདི་གང་དེ་ཁོ་རང་རྒྱབ་སྐྱོར་གནང་བ་རེད། ཨ་ནི་དེ་ནས་བྱས་བྱས་ནས་ད་དེའི་གནད་དོན་དེ་སེར་སེར་ཕེབས་ཨ་ནི་དེ་ནས་དརམ་ས་ལ་ཕེབས་ཀྱི་ཡིན་ཨ་ནི་ཕེབས་དུས་ཙམ་པ་ང་ཁྲིམས་འཆར་དེ་ཐོན་ཐུབ་པ་བྱས་བྱས་ནས་འགྲོ་གི་ཡིན་བྱས་བྱས་ནས་དརམ་ས་ལ་ཕེབས་དེ་གནང་དུས་ཙམ་པ་ད་རེས་ཁོ་རང་བཀའ་མོལ་གནང་དུས་ཙམ་པས་ཁོ་རང་གསུང་གི་འདུག། ང་ལོ་ཉི་ཤུ་ཐམ་པ་ཨ་ནི་གྲོས་ཚོགས་ཀྱི་འཐུས་མི་བྱས་པ་ཡིན། ཡིན་ནས་ལོ་ཉི་ཤུ་ཐམ་པའི་བརྒྱུད་རིམ་ནང་ལོགས་ལ་ང་དེ་འདྲའི་ཚོར་བ་ཆེན་པོ་འདྲས་ཀྱི་སླེབས་མ་མྱོང། རྒྱ་རོམ་ཆེ་རྗེས་ཕ་གའི་དརམ་ས་ལ་ལ་ཕི་གའི་བཅའ་དུས་བརྩམས་པ་བོད་མིའི་སྒྲིག་འཛུགས་དང་ཨ་ནི་ཕི་གའི་འདོད་ཚུལ་ཚང་མ་ཚགས་ཚུད་པོ་འདི་ག་ཟིག་ཨ་ནི་ཕི་གའི།

རིགས་ཡས་ནི་འདི་འདྲའི་ཐག་རིང་པོ་ཕེབས་ཨ་འདི། རྒྱ་གར་ནང་ལོགས་ལ་འདི་ག་ཟེ་གཅིག་འདི་ག་ཟེ་བྱས་ཨ་ནི་འཛམ་བུ་གླིང་མཚན་སྙན་གྲགས་འདི་འདྲའི་ཆགས་བོད་ཨ་ནི་ཁོ་རང་འདི་འདི་འདྲའི་གསུང་འདུག་བྱས་ཙང་ང་ཚོ་དངོས་གནས་སོ་སོའི་སྤུ་གུ་དག་ང་རང་ཚོ་ང་རང་ཚོ་དངོས་གནས་རྒྱབ་གཤིས་རྒྱབ་བྱས་ནས་བལྟས་ནས་ཨ་ནི་ང་ཚོ་འདི་ད་ལྟ་སྐྱིད་པོ་ཡོད་ཡ་འདི་ག་འདྲ་ཟེ་འདུག་ཚུར་སླེབས་རེས་ད་ཡ་འབྱོར་བ་འདི་ངས་ང་རང་ཚོའི་ཡི་ད། མི་རབས་གཞོན་པ་དེ་ཚོ་ལ་སྤྲད་ཐུབ་པ་དང་རྒྱན་དེ་སྙོམས་དོ་ཁྲིད་བཏོན་ནས་སྙོམས་དོ་ཁྲིད་ཐུབ་ན་ང་ཚོ་ཁ་ཆེ་ང་ཚོའི་འཐབ་རྩོད་དེ་ད་ལྟ་རྒྱལ་ཁ་བསྡུས་བྱས་ཡོད་རེད་ཡིན་ནའི་ང་ཚོ་རྒྱུན་རིང་པོའི་གི་འཆར་གཞི་བསྒྲིགས་ནས་འགྲོ་འོང་རོ་བ་ལྡོག་ལེན་བྱེད་ས་དེ་ཆེན་པོ་གཅིག་ཡིན་དུས་བསམ་པ་རྒྱུན་རིང་པོ་འཆར་གཞི་བརྒྱབ་ནས་འགྲོ་དགོས་དུས་བསམ་པ་འདི་གལ་ཆེན་པོ་རེད་བསམ་གྱི་འདུག་ད་ང་ཚོ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཡིན་ནའི་རེད་བ། ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ལ་ལས་འགུལ་སྤེལ་ཡག་ལ་ཨ་མི་རི་ཀ་གཞུང་གི་དངུལ་སྤྲད་གི་ཡོད་མ་རེད་ཚོགས་པ་ཆེན་པོ་འདྲའི་དངུལ་སྤྲད་གི་ཡོད་མ་རེད་ང་ཚོ་ཨ་མི་རི་ཀ་མི་དམངས་ཀྱི་མི་དམངས་ཀྱི་ཨ་ནི་རྒྱབ་སྐྱོར་གི་ཐོག་ནས་དགོང་བཅུ་ཉི་ཤུ་བརྒྱ་ཉིས་བརྒྱ་ད་སྟོང་འདི་འདྲའི་བྱས་བྱས་ནས་ཨ་ནི་མི་དམངས། དཀྱུས་མ་གི་རྒྱབ་སྐྱོར་བྱས་བྱས་ནས་ཨ་ནི་ཚོགས་པ་འདི་བྱེད་དུས་རྩམ་པ་དཔེ་རྩ་ཆེན་པོ་རེད་ཨ་ནི་དོན་དུ་ང་ཧང་སང་གི་ཧ་ཅེ་ནི་རྒྱབ་སྐྱོར་བྱས་ངའི་འདི་ཚོ་ལི་ཐ་ང་ཚོ་དག་པ་ཐུག་ཆེ་ན་ཡི་གེ་བྲིས་ཨ་ནི་ཁག་ཚོ་མང་པོ་ཁ་པར་བཏང་ང་ཚོ་ལས་བྱེད་པ་ཚོ་གོ་ཤ་ཁྱབ་ཆེ་ན་ང་ཚོ་ཁ་པར་བཏང་ཐུག་ཆེ་ན་འདི་འདྲ་བྱེད་ཀྱི་ཡོད་རེད་ཁ་པར་བཏང་ནས་རྒྱབ་སྐྱོར་རྣམས་ཐོ་ཆེ་ན་ལབ་དུས་ཕར་ལབ་དུས། ཚོགས་ཐོག་ཆེན་ནང་ལ་གུ་དུ་ཆི་ཁའི་མི་དེ་ཚོས། ཁྱང་ཚོས་བོད་དོན་གང་ལྟའི་ལས་ཀ་བྱས་པ་དེ་ཐོག་ཆེན་ནང་ཟ་ཆེ་ནི་ང་ཚོ་བོད་པའི་ཆོས་དང། བོད་པའི་གི་རིག་གཞུང་དེ་ནས་ང་ཚོ་ཤིན་ཕན་ཐོག་པ་རེད། ང་ཚོ་ཕ་བོད་ལ་ཏིས་ཅི་རོགས་པ་བྱེད་ཐུ་ནས་ནི་ཁྱང་ཚོས་ང་ཚོ་དེའི་ལམ་ཀ་དེ་བསྟན་གི་ཡོག་རེད། བྱས་ཙང་ཚོགས་ཐོག་ཆེན་ནང་ཟ་ལབ་ག་ཡོང་གི་འདུག་བྱས་ཙང་དེ་འདྲའི་གི་རྒྱབ་སྐྱོར་ཡོད་དུས་ཙམ་པ་ང་ཚོ་འདི་ཚོ་ཡང་མཉམ་རུབ་གི་ཐོག་ནས།